བོད་རིགས་སྤུན་ཟླ་ཡོངས་ལ་འཚམས་འདྲི་བྱེད་ཆེད་ལེགས་ཞུ་གི་ཡོད། ད་འདི་རིགས་ཀྱི་བརྙན་ཐུང་འདི་ག་རེ་ག་ཆགས་ཀྱི་ཡོད་ལབ་ན་འོས་བསྡུའི་གྲུབ་འབྲས་དང་འབྲེལ་བའི་ཐོག་ནས་ཐུགས་རྗེ་ལེགས་འབུལ་གྱི་བརྙན་ཐུང་ཞིག་ཡིན། ད་རྣམ་པ་ཚོས་ཀྱིས་མཁྱེན་གསལ་དང་འོས་བསྡུ་གི་གྲུབ་འབྲས་ཐུགས་རྗེ་ཅན་གསལ་བསྒྲགས་གྲུབ་པར་རོ། ཡང་ཁྱེད་རྣམ་པ་མ་གཞི་རྗེས་ན་འདུག་བྱས་ཁ་སང་འོས་བསྡུ་གི།

བཅུ་ཐམ་པ་གཙོས་པའི་ཨ་ནི་ད་ང་རང་ཚོའི་ཞབས་བཀྱག་ཁང་ལ་འཁོད་ཐུབ་པའི་སྐབས་བཅོ་བརྒྱད་པའི་བོད་མི་མང་གི་ཨ་ནི་སྤྱི་འཐུས་ལ་བདམས་ཐོན་བྱུང་བའི་ཨ་ནི་མི་སྣ་བཞི་བཅུ་ཞེ་ལྔ་ཚང་མ་ལ་སོ་སོའི་ངོས་ནས་ཨ་སེམས་གཏིང་ནས་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས་ཞུ་ཆོག་པ་བྱེད་བཞོད་ཨིན་ད་ཁྱེད་རྣམ་པ་མང་པོ་ཅིག་གི་ཡང་འདི་དགོངས་ཡོད་སིག་རེད་ཨོ་དར་ཅིག་མགོ་ད་ཁ་སང་ནས་ད་མདོ་བོ་དུ

འོན་ཅི་མིན་ཅི་ཐོབ་དགོས་ཡ་དེ་ཅིག་གལ་ཆེན་པོའི་དང་པོ་རྩིས་ཀྱི་མེད་ད་ང་རང་སྐྱོང་བ་ནི་གལ་ཆེ་ཤོས་དང་པོ་དེ་ག་རེ་རྩིས་ཀྱི་ཡོད་ཟེར་ན་ང་རང་ཚོའི་ལུང་པོ་ཁྲོ་གཉེར་རྒྱ་ནག་མི་རྗེ་དབང་འཛིན་རིང་ལུགས་ཀྱི་རྒྱ་ནག་དེ་ལས་ཨ་ནི་ང་རང་ཚོས་ཀྱི་བརྡ་ལན་ཡག་པོ་སྤྲད་དགོས་ཏེ་གལ་ཆེ་ཤོས་ནང་གི་ཆེ་ཤོས་དང་པོ་མཐོང་རྒྱུ་དེ་ཡིན་དུས་བསམ་པ་ཨ་ནི་ང་རང་ཚོ་ལ་ཨ་ནི། དམིགས་བསལ་གྱི་ཐུན་མོང་མ་ཡིན་པ་ཞིག་ག་རེ་བཟོས་དམངས་གཙོའི་གི་ལམ་ལུགས་དེའི་ནང་དམིགས་བསལ་གྱི་ལོ་གཞོན་པ་ཚོས་གི་མཉམ་ཞུགས་བྱེད་བྱེད་བྱས་ནས་ང་རང་ཚོའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གསོལ་རས་བསྩལ་བཞག་པའི་དམངས་གཙོ་དེའི་ནང་ཆ་ཤས་གླེང་བྱས་དེ་ལ་ཡང་འཛིན་སྐྱོང་སྤེལ་གསུམ་བྱེད་བྱེད་གང་ལྟར་ཅིག་དྲང་པོ་དྲང་བཞག་ཐོག་ནས་ཕྱི་གསལ་ནང་གསལ་གི་ཐོག་ནས་ཨ་ནི་དེའི་ནང་མཉམ་ཞུགས་བྱེད་དགོས་ཨ་དེ་ག་འདྲའི་བྱས་ནས་ལས་དེ་གལ་ཆེ་ཤོས་ནང་ཆེ་ཤོས་ཐུང་གི་ད་རྣམ་པ་ཚོས་གི་དེ་ལ་ད་འདའ་བོ་འདུག་ཨ་ནི་ཅིག་འདའ་བ་མང་པོ་འགྲོ་ཡོད་དུས་བསམ་པ་ད་དེའི་གྲང་གློག་གིས་ཨ་ནི་ཧ་ཧ་གོ་དོན་གསལ་ཡིན་བསམ་དུས་བསམ་པ་ཅིག་ང་རང་གི་ངོས་ནས་ཡིན་ན་ནི་དམངས་གཙོའི་གི་ལམ་ལུགས་དེ་ཅིག་མཐའ་མེད་གི་ཅིག་གྲུབ་འབྲས་དེ་ལས་གལ་ཆེ་སྟེ་དེའི་གི་བརྒྱུད་རིམ་བརྗེ་རོགས་འདི་ཨ་ནི་ཅིག་དྲང་པོ་དྲང་བཞག་ཕྱི་གསལ་ནང་གསལ་ངོ་ལྐོག་རྒྱབ་མདུན་མེད་པ་གི་ཅིག་ལམ་ལུགས་བརྗེ་ཡོད་དགོས་དེ་དཔེ་གལ་ཆེན་པོ་ཞིག་མཐོང་གི་འདུག། ཨ་ནི་ཅིག་རྒྱབ་ལོག་ཏུ་བ་ནི་ཅིག་ཆབ་སྲིད་ནག་པོ་རེད་བསྲེས་ཅན་འདི་འདྲས་བྱེད་དེ་ཨང་ག་ཨེ་སྲིད། ང་རང་ཚོའི་མི་རིགས་འདི་ཅིག་ཡ་ཡར་རྒྱལ་གོང་འཕེལ་འགྲོ་ཡ་ཅིག་ངས་ལང་ཀ་འཐུང་གི་མེད་འདིའི་དུས་མཚམས་ང་རང་གི་ངོས་ནས་བྱས་ན་སྤྱི་བེད་ཀྱི་འཐུས་མི་བྱེད་ཀྱི་ཡིན་ད་མི་མང་གི་སྐུ་ཚབ་བྱེད་ཀྱི་ཡིན་ལབ་ཉེ་དུས་ཚོད་ངེས་པར་དུ་ཨ་ནི་མི་མང་དང་ཐག་ཉེར་བྱེད། ཅིག་བར་ཅིག་དཔེ་གལ་ཆེན་པོ་མཐོང་འདུག་དེའི་མགྲིན་ཚན་པ་དང་ཅིག་སོ་སོ་ཡིན་ནའི་ས་གནས་མང་པོ་ཞིག་འདུག་ཤེས་ཀྱིན་ད་རེས་ཅིག་སྐོར་སྐྱོད་འགྲོ་ཡོད་རེད་ཨ་ནི་སོ་སོའི་ལས་ཀའི་འཆར་གཞི་ག་རེ་ཡིན་པ་བསམ་བློ་བཏང་སྟངས་ག་རེ་ཡོད་པ་འདི་གས་འདི་གས་ཕྱི་གསལ་ནང་གསལ་ཞུས་པའི་ཐོག་ནས་ཨ་ནི་འདུག་ཤེས་ཀྱིན་སྐོར་སྐྱོད་བྱས་ཀྱིན་དཀའ་ལས་ཅིག་བརྒྱབ་ཡོད་རེད་ལ་དམིགས་བསལ་གྱིས་ད་ང་འདྲ་བོ་ཞིག་རྒྱབ་ལྗོངས་ལ་སོགས་པ་ཞིག་གིས་ཅིག་ལྟ་ས་བསྟན་ས་ག་གེ་མེད་ནས་ལས་ཡིན་པའི་གནས་ལས་དམངས་གཙོའི་གིས། ལམ་ལུགས་དེའི་ནང་ལ་ཐུན་མོང་མ་ཡིན་པ་ཞིག་ག་རེ་རེད་སོ་སོའི་རང་གི་བསམ་བློའི་གི་རང་དབང་ཡོད་པའི་ཐོག་ནས་འདུག་ཅེས་དེ་འདྲའི་སྐོར་སྐྱོད་བྱེད་དགོས་ཡ་དང་དེ་འདྲའི་འདྲ་པོ་བྱས་ན་ད་ང་ཡིན་ན་རྩ་ཆེན་པོ་ཞུ་རྩིས་ཀྱི་ཡོད་ལ་ད་ད་རེས་ཀྱི་གོ་སྐབས་འདི་བརྒྱུད་ཅིང་བརྒྱུད་རིམ་འདི་བརྒྱུད་ཅིང་ད་སོ་སོ་ལ་ཅིག་སློབ་སྦྱོང་ཡིན་ནའི་གསར་པ་མང་པོ་ཞུ་རིགས་ཐོབ་སོང་ལ་ད་གི་ཐོན་གྱི་རེད་ཉམས་མྱོང་རེད་དེ་འདྲའི་ཧང་སངས་ཀྱི་མང་པོ་ཅིག་ཐོབ་སོང་དམིགས་བསལ་གྱིས་ད་ང་ཅིག་བོད་པའི་སྤྱི་ཚོགས་འདི་ལ་ནི་ད་ད་པ་དོ་ཅིག་སློབ་དེབ་ནང་ལ་སྦྱངས་ནས་ལས་ར་ཡག་མི་རྒྱུག་གི་ཨ་ནི་ཉམས་མྱོང་བསླབ་ནས་ན་རྒྱུས་ལོན་ཡག་པོ་ཅིག་བྱེད་ཐུབ་བས་ཀྱི་ཨ་ནི་ཅིག་སོ་སོར་འདི་འདྲས་ཀྱི་གོ་སྐབས་ཅིག་འབྱུང་ཟུར་རོ་ཨ་ནི་དེའི་དུས་བརྩམས་པ་ང་རང་གི་ད་རེས་ཀྱི་གོ་སྐབས་འདི་རྒྱུད་ཆེན་དམིགས་བསལ་གྱི་ལོ་གཞོན་པ་རྣམས་པ་སོ་མ་འོངས་པར་ངེས་པར་དུ་ཨ་ནི་དེའི་གུས་ཞེས་ང་རང་ཚོ་གི་འོས་བསྡུའི་བརྒྱུད་རིམ་ནང་སོ་སོའི་ཆ་ཤས་ལོན་དགོས་དེ་དཔེ་གལ་ཆེན་པོ་མཐོང་ཟུར་འདས་ཀྱི་ཨ་ནི་ཅིག་ཐོག་མར་མདོ་དང་གནས་ཚུལ་གཅིག་རེད་དེ་ཡིན་པའི་ནི་ལས་སོ་སོའི་གི་མི་ཚིག་ལ་ཨ་ནི་ཅིག་ཉམས་མྱོང་གསར་བ་བློ་སྐྱེད་གསར་བ་ལྟ་རྡོག་རྡོག་སོ་སོ་ཨ་ནི་འདུག་བྱས་ཡ་ལ་ཡར་རྒྱས་འགྲོ་ཡ་ལ་ག་འདྲ་བྱས་ནས་གོ་སྐབས་ལབ་ནས་འདྲ་ཨ་ནི་བརྒྱུད་རིམ་གལ་ཆེན་པོ་ཞིག་འདུག་ཟེར་བ་དེ་ཡིན་དུས་བརྩམས་པ་ངེས་པར་དུ་ཨ་ནི་ལོ་གཞོན་པ་ཚོས་གི་མ་འོངས་པ་ལ་གོ་སྐབས་ལེན་དགོས་ཡ་དེ་དཔེ་གལ་ཆེན་པོ་མཐོང་ཟུར་ཅན་ཞུས།

ཕྱི་དངོས་པོའི་གི་མཐུན་རྐྱེན་གྱི་རོགས་སྐྱོར་གཏན་ནས་བྱུང་རིགས་ཡང་ད་ག་ནང་ཕྱིན་པའི་ཨ་ནི་ཞེས་བྱ་སྟོབས་ནག་འདི་གས་དུག་ཅིང་ས་ནས་ཁ་བསྐོར་སྐྱོད་འགྲོ་དུས་ད་ང་འདྲ་བོ་ཞིག་ནི་གི་རྒྱབ་ལྗོངས་དང་དེ་འདྲའི་བརྟེན་ས་ག་གས་མི་འགྱོད་ཀི་མི་ཕྱིན་པས་ནི་ཨ་ནི་ས་ནས་ཁ་མང་པོ་ཞུ་བ་ཅིག་ལ་ཨ་ནི་ཁྱེད་རྣམ་པ་ཚོའི་རོགས་སྐྱོར་རྟེན་ཅིང་ཨ་ནི་ཅིག་ལས་ཀ་མང་པོ་ཞུ་བ་ཅིག། ཅེས་འདུག་ཅིང་ཅི་ཐུབ་ཡོད་རེད་དེའི་མདུན་ཙམ་པ་ཨ་ནི། དེའི་ཐོག་ལ་ཅིག་དངོས་ཤུགས་བརྒྱུད་གསུམ་ནས་རྒྱབ་སྐྱོར་གནང་མཁན་ཚང་མར་ཡོད་ཨ་ནི་འདུག་ཅིང་ད་རེས་ཀྱི་གོ་སྐབས་འདི་བརྒྱུད་ཆེས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡས་ཡིན་ཡང་དེ་དང་མཉམ་དུ་ལྟ་ང་རང་ལ་ཨ་ནི། ཐད་ཀར་འོས་ཤོག་བླུགས་གནང་མཁན་དབུས་གཙང་གི་མི་མང་ལྔ་སྟོང་ལྷག་ཞིག་ཡོད་རེད་ཁྱེད་རྣམ་པ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡས་ཡིན་ལ་ཨ་འོས་ཕྱོགས་གཏུགས་ཆེན་ཐད་ཀར་བསླུ་མ་ཐུབ་པ་ཡིན་པའི་ནི་ལས་ང་རང་ལ་དངོས་ཤུགས་བརྒྱུད་གསུམ་ནས་རྒྱབ་སྐྱོར་གནང་མཁན་དཔེ་མང་པོ་བྱོས་ད་ནི་ཁྱེད་རྣམ་པ་ལས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ད་ང་རང་གི་ངོ་ནས་བྱེད་ཐུབ་པ་དེ་ད་ག་དུས་ཡིན་པ་ནས་ས་ཕྱོགས་ག་བར་འགྲོ་གི་ཡོད་ནས་འདྲ་ཅིག་རྐུབ་བཀྱག་ག་ལེགས་ཀྱི་ཡོད་ནས་ལེགས་ཀྱི་མེད་ནས་གང་ལྟར་ཅིག་འདམ་འདམ་མ་འདམ་བག་མ་སྟོད་བག་ཅིག་ལས་ཀ་ག་རེ་བྱེད་ཀྱི་ཡོད་བའི་ནི་ལས་དྲང་པོ་དྲང་ཤག་ཕྱི་གསལ་ནང་གསལ་ཨ་ནི་ངོ་ལྐོག་རྒྱབ་མདུན་མེད་པ་ཅིག་ཨ་ནི་རྩ་བའི་དམ་བཅའ་ལ་ཡང་ག་དུས་ཡོད་ནས་འདུག་ཅིག་བྱེད་ཀྱི་ཡིན་སྲིད་ཨ་ནི་ཁྱེད་རྣམ་པ་ལ་ཐུགས་ཆེ་ཞུ་ཡས་ཡིན།

ལས་དོན་རེད་དམིགས་བསལ་གྱིས་ཨ་ནི་བོད་དོན་འཐབ་རྩོད་ཀྱི་ལས་དོན་དེ་དག་ལ་མུ་མཐུད་དགོས་པ་དང་ཨ་ནི་ཅིག་འགན་འཁྱེར་དགོས་པ་དེ་དཔེ་གལ་ཆེན་པོ་ཞིག་མཐོང་ཉན་གྱི་མི་ཞིག་དེ་དུས་བཟང་པ་ཨ་ནི་སོ་སོའི་ངོས་ནས་ཅིག་དགའ་དུས་ཡིན་ན་ལས་ཅིག་ཨ་བོད་སྤྱི་བེད་ཀྱི་ལས་དོན་དང་ཨ་ནི་བོད་དོན་འཐབ་རྩོད་ཐོག་ལ་མུ་མཐུད་ཅིག་འབད་བརྩོན་བྱས་དེ་ཡང་ཅིག་ཁ་ཞིག་བསམ་པ་ད་རེས་ཨོ་ད་ཁོ་འོས་བསྡུ་མ་གཏོང་ད་ཅིག་སེམས་ཤུགས་རེ་ཞི་བུ་ཆགས་མེད་འགྲོ་དེ་འདྲའི་བསམ་འགྲུབ་ཀྱི་རེད་བ་ཨ་ནི་དེ་ལ་འགྱུར་བ་གང་ཡང་འགྲོ་གི་མ་རེད་ད་དུང་ཅིག་དམིགས་བསལ་གྱིས་ད་ད་ལྟའི་དུས་ཚོད་ལས་ང་རང་ཚོས་འགན་ལེན་བྱེད་བྱེད་ང་རང་ཚོའི་ཨ་ནི་འཐབ་རྩོད་ཀྱི་མི་རིགས་ཤིག་ཡིན་པ་དེ་ཨ་ནི་དྲན་པ་ཡང་བསྐྱར་གསོས་བཅུག་གས་དེ་ཚོ་ཨ་ནི་དམིགས་བསལ་གྱིས་གལ་ཆེན་པོ་མཐོང་སོང་དེའི་དུས་བསམ་པ་སོ་སོས་ཀྱི་འཐབ་རྩོད་ཀྱི་ཐོག་ལ་མུ་མཐུད་ཤུགས་རྒྱག་གི་ཡིན་ཞེས་ཞུ་ཡས་ཡིན་འདི་དང་མཉམ་དུ་ལ་ཨ་ནི་ཅིག་མཐའ་མ་དེ་ལ་ཨ་ནི་དམིགས་བསལ་གྱིས་ད་ད་རིགས་ཀྱི་ཞབས་བཀྱག་གང་ལ། འཕེལ་ཐུབ་བས་ཀྱི་ཨ་ནི། སྤྱི་འཐུས་བདམས་ཐོན་སྤྱི་འཐུས་ལམ་ནས་འདྲ་ཨ་ནི་སྤྱི་འཐུས་ཞིབ་འཇུག་བྱེད་ཡང་ཁྱེད་རྣམ་པར་རེ་བ་ཅིག་གར་ཞུས་ཡོད་ལབ་ན་ཨ་ནི་ཅི། ད་ཅིག། ཁྱེད་རྣམ་པ་བཟུར་ཚེ་རྐུབ་བཀྱག་གར་ཡག་འཁོད་པའི་རྗེས་ལ་ཨ་ནི་བོད་ཆོལ་ཁ་གསུམ་དེ་སྐྱིད་ན་སྐྱིད་མཉམ་དང་སྡུག་ན་སྡུག་མཉམ་ཡིན་ལས་ཀྱི་ཨ་ནི་ཐུགས་ལ་དགོངས་ཅན་ཕྱག་ལས་གནང་ཡ་དེ་ངེས་པར་དུ་དྲན་པ་མ་བགྱིད་རོགས་གནང་ཞུ་ཡིན་གང་ཡིན་ཟེར་ན་ད་ང་རང་ཆུ་ཆེད་ད་ལོའི་ཀྱི་ཨ་ནི་འོས་བསྡུ་གྱི་དེ་བྱེད་བྱེད་བརྒྱུད་རིམ་གྱི་ཁྲོད་ག་རེ་འབྱུང་སོང་ལབ་ན་ད་ང་རང་སུ་ཏེ་གི་ག་རེ་མི་མང་གི་ཁྲོད་ལ་ཨ་ནེ་གཞུང་དང་མི་མང་གི་བར་དུ་བར་ཐག་དེ་རིང་དུ་རིང་དུ་འགྲོ་གི་ཡོད་པའི་རྣམ་པ་ཞིག་ཤུགས་ཆེན་པོ་བས་མཐོང་སོང་ཡང་འདི་ག་ཡིན་ཟིན་ཐག་ཅིག་གང་ལ་གཞུང་གཉེར་རྣམ་པ་ཚོས་ཨ་ནེ་གནང་སྟངས་གནང་ཕྱོགས་རེད་བཀའ་མོལ་གནང་ཕྱོགས་རེད་དེ་འདྲས་ཅིག་ཨ་ནེ་ག་འདྲས་གཞན་ནས་ལས་ཏག་ཏག་ཅིག་ཁྱོན་ནས་མ་བལྟས་ཁྱོད་ཀྱིས་གསལ་པོ་གསལ་རྐྱང་ཚོར་སོང་ལ་དེ་ནས་ཤུགས་ཆེར་ཆེར་འགྲོ་ཉེན་ཅིག་ལ་འདའ་མ་འོངས་པར་ལས་ཅིག་གང་ལ་གཞུང་ཡིན་རྣམ་པ་ཚོས་ཀྱིས་ཡག་པོ་ཅིག་མ་གནང་ན་འདི་དུག་རུ་མི་ཞིག་ཡག་སུ་འགྲོ་ཡ་མེད་སྐྱོར་གྱི་གནས་སྟངས་ཞིག་མཐོང་གི་འདུག་དེའི་ལུས་རྩམ་པ་ཁྱེད་རྣམ་པ་ཚོས་ཀྱི་ཨ་ནི་ཅིག་ལོ་ལྔ་གྱི་རྐུབ་བཀྱག་ར་ལ་མ་ར་ངོ་ནས་ཨ་ནི་ལོ་བཅུ་གྱི་ཨ་ནི་རྐུབ་བཀྱག་ལས་རག་ཡ་ཆེད་དུ་ཨ་ནི་ཅིག་འཐེན་འཁྱེར་ཅན་དང་ཕྱོགས་ཀྱི་ཨ་ནི་ཕྱོགས་ལྷུང་ཅན་གྱི་སྐད་ཆ་དེ་འདྲས་ཅིག་གསུང་ཡ་རེད་ཕྱག་ལས་གནང་ཡ་རེད་ངེས་པར་དུ་མ་གནང་རོགས་ཞེས་བྱས་ཨ་ནི་སོ་སོ་ཅིག་མི་རབས་གཞོན་པ་བཞིན་པའི་ཆ་ནས་ཨ་ནི་སེམས་གཏིང་གི་རེ་བ་ཡིན་ཐུགས་རྗེ་ཆེ།